ཐབས་ཀྱི་གདུལ་བྱ་ཤཱཀྱའི་རིགས་སུ་རུང་གཞན་གྱི་མི་དུ་དུས་ཀྱི་དཔུང་བྱུང་བ་གསེར་གྱི་ལྷུན་པོ་ལྟ་བུར་སྤྱོད་པའི་སྒོས་ཤཱཀྱའི་རྒྱལ་པོ་ཁྱེད་ལ་ཕྱག་འཚལ་ལོ། ཚངས་མ་ལ་བཀྲ་ཤིས་བདེ་ལེགས། ངའི་མིང་ལ་བཀྲ་ཤིས་པ་སངས་ཡིན། ད་དེ་ནས་དེ་རིང་བརྙན་ཐུང་དེའི་ནང་དུ་དེ་ནས་ངའི།

ངེས་པར་དུ་དགོས་པ་རེད་བ་དེ་འདྲ་ཅིག་རེད། ད་དཔེ་ཆ་བཞག་པ་ཡིན་ན་ཆོག་ཤེས་ཟེར་བ་ག་འདྲ་ཅིག་དགོས་རེད་ཟེར་ན། མི་ཆོག་ཤེས་ཅན་ཟེར་བ་དེ་ག་འདྲ་ཅིག་དགོས་རེད་ཟེར་ན། དེ་ཡང་དཔེ་དེ་དེ་ནི་རྗེ་བཙུན་མི་ལ་རས་པ་ནང་བཞིན་དགོས་རེད་གསུངས་པ་རེད་བ། ག་རེ་བྱས་ནས་ཟེར་ན་རྗེ་བཙུན་མི་ལ་རས་པ་ལྟ་བུ་དེ་ཁོང་ཨ་ནི་ཆོག་ཤེས་ཅན་ག་འདྲ་ཅིག་ནས་རེད་ཟེར་ཡོང་དུས། རྗེ་བཙུན་མི་ལས་ཁོང་གིས་སེམས་ཀྱིས་འདོད་པའི་དངོས་པོ་རྣམས་ཁོང་ལ

ཨོ་ད་ང་ཚོ་བོད་ཀྱི་ལུང་པའི་ནང་ལོགས་ལ་མི་ཆུང་ཤོས་དེ་བྱེ་རྫི་མི་ལགས་ཟེར་བ་དེ་རེད་ཟེར་རོ་བྱེ་རྫི་མི་ལགས་རེད་པ་ཁོང་རེད། ད་སོག་པོའི་མི་དེ་གི་དེ་ནས་བྱེ་རྫི་མི་ལགས་རེད་པ་ཟེར་བ་ཨ་ནི་ཧ་གོ་གི་ཡོད་ས་མ་རོ་སུ་ཡིན་མིན། དེ་ནས་སོག་པོའི་མི་དེ་གི་དེ་ནས་ཨོ་ད་བྱེ་རྫི་མི་ལགས་ཟེར་བ་དེ་དེ་ནས་བོད་ལུང་པའི་ནང་ལ་མི་ཆུང་ཤོས་ཤིག་ཡིན་པ་ཡིན་ན།

ཁོང་ལ་ཆོག་ཤེས་ཡོད་རེད། དེ་ཡང། ཁོ་རང་གི་སེམས་ཀྱི་འདོད་པའི་དངོས་པོ་ཆ་ཚང་ཁོང་ལ་ཡོད་པ་དང། དེ་ལས་ལྷག་པ་ཁོང་ལ་དགོས་ཀྱི་ཡོད་མ་རེད། དེ་སོང་ཙང་ཁོང་མི་ཡི་ནང་ནས། ཨ་ནི་བོད་ལུང་པའི་ནང་ལ་དེ་ནི་མི་ཆོག་ཤེས་རེད་ཟེར་ནས་འོ་དེ་འདྲ་ཅིག་གསུངས་གནང་བ། ད་དེ་སོང་ཙང་དེ་ང་རང་ཚོ་ལ་དེ་ནི་ཆོག་ཤེས་ཟེར་བ་དེ་ང་རང་ཚོ་ལ་དེ་ནི་ངེས་པར་མཁོ་བ་ཅིག་རེད་དོ། ད་ཕྱོགས་ཞེན་མེད་དུས་ཙམ་ལས་དེ་ང་རང་ཚོ་ལ་དེ་ནི་གྱོན་ལོག་ལོང་ཞིག་ག་ག་ཚོད་མ་གཏོགས་ག་ཚོད་ཡོད་པ་ཡིན་ན་ཡང། ད་དུང་དེ་ནི་དེ་ལས་ལྷག་པ་ཞིག་ཡོད་ན་ཟེར་ནས་བསམ་བློ་ཞིག་ཡོད་ཕྱིན་དུས་དེ་ནི་མི་དེ་དེ་ནི། ཨ། ད། གར་ལ་འོ་རེད། མི་དབུལ་པོ་དྲན་ཟེར་ན་ཡང་རེད། མི་དབུལ་པོའི་གྲལ་བཞག་ན་ཡང་རེད། ད་གང་ལྟར། ཨ། ཕྱོགས་ཞེན་མེད་དུས་ཙམ་ནས་ད་དེ་གི་དེ་ནི་དུག་ལྔ། དེ་ནི་མང་པོ་ཞིག་སྤྲད་ཡོང་གི་འདུག། ད་དེ་དང་བྲལ་ནས་དེ་ནས་ཇི་སྲིད་མི་སླེབ་ཀྱི་དེ་ནས་རྣམ་ཐར་གཞན་དག་བྱེད་ཨ་ནི། ཞུས་པ་ཡིན་ན། ད་སྔར། ཇི་སྲིད་མི་ལ་རེ་བ་དེ་ནས་རང་གི་དེ་ནས་བྲ་ཕུག་ལ་དེ་ནས། མཚན་མོ་རེ་བ་མཚན་སྣང་དགོངས་ལ་ཡིན་འགྲོ། མཚན་སྣང་དགོངས་ལ་དེ་ནས། གོམས་བརྒྱབ་ནས་དེ་ནས། ཐུན་ལ་ཞུགས་དེ་ཡོད་ས་རེ་བ། ད་དེ་དུས་ཨ་ནི། ད་དེ་དུས་དེ་ནས་ད་བྲ་ཕུག་ནང་ལ་པད་ན་གུང་ཞུགས་ཡོད་ས་རེ་བ།